ཡང་གླིང་རྒྱའི་རྣམ་པ་ཚོ་ཚང་མ་བཀྲ་ཤིས་བདེ་ལེགས། ང་ནོར་བཟང་ཡིན། དེ་རིང་ད། ང་རང་གི་ནང་གི་དཔེ་མཛོད། སི་ལ་བསྡད་ནས་དེ་ནས་སྐད་ཆ་ཐུང་ཐུང་གྱིས་དེ་ནས་བཤད་ཉེས་འགྲོ་ཟེར་བ། ད། གཙོ་བོ་ག་རི་གོ་ལ་ཡིན་ཟེར་ན་ད་ང་ཚོ། ནོར་བཟང་བྱིས་པའི་དཔེ་མཛོད་ཟེར་ཡ་ཞིག་ད་ངས། ཟླ་བ་ཁ་ཤས་ཀྱི་སྔན་ལ་བཙུགས་པ་རེད་བ། དེ་ཡིན་དུས་ཚང་མ་ལ་ད་དེ་གི་སྐོར་ནས་སྐད་ཆ་ཁ་ཤས་ཀྱིས་ཞུ་ཡ་ཡིན། ད་གཙོ་བོ་ག་འདྲི་རེད་ལ་དེ་ཙམ་མ་ལ་ཏང། ད་ང་ཚོ་སྤྱི་ཏང་རྒྱལ་ཁབ་གཅིག་མི་རིགས་གཅིག་ཡིན་ཁྱོད་གཅིག་གི་སོ་སོའི་རྒྱལ་ཁབ་ཤོར་ནས་དེ་ནས་ད་མི་ཡིན་ལོངས་པ་ལ་སླེད་དེ་ཡོད་རོ་དེ་ནས་ད་མི་ལོ་ལྔ་བཅུ་དྲུག་བཅུ་ལྷག་ཚེ་གཅིག་གི་ནང་ལོགས་ལ་ད་རྒྱ་གར་ནང་ལོགས་ལ་ད་ཤུགས་ཆེ་བ་ད་རྒྱ་གར་ནང་སླེད་ཆེད་དེ་ནས་ད། ས་མཐོ་བཅས་ཀྱི་ས་གནས་ལོ་འགའ་ལོ་འགའ་ཅིག་རྒྱལ་ཁབ་ལོ་འགའ་ལོ་འགའ་དང་འདྲ་འདྲིས་ཀྱི་ལ་ཆགས་སོང། དེ་འདི་ད་ང་འདྲ་བོ་ཡིན་ན་ད་ངེད་ཀྱི་ལས་ཀ་གཙོ་བོ་འདྲ་བོ་དེ་ད་ང་རང་གི་གར་སོ་བར་ད་སྤྱི་སྟོང་གི་སྐོར་འཚོ་བའི་གི་ད། སྒར་སི་འཚོ་བ་ནང་ལོགས་ལ་བེད་སྤྱོད་བཏང་ཡག་གི་སྒོར་མོ་ཙམ་གྱི་མ་ཡིན་པ། དེ་ནི་བོད་ཀྱི་སྐད་དང་ཡི་གེ་ལ་དཀའ་སྤྱད་དྲང་པོ་བྱས་ན་དངོས་གནས་དྲོ་གནས་ཀྱི་དག་བློ་དཀའ་ངལ་འདྲ་བོ་ཅིག་ཡིན་རེད་བ། དེ་འདྲ་ཡིན་དུས་ཚོད་མ་ལ་ད་ས་གནས་སོ་སོ་གི་བེད་ཆ་བྱས་ན་ད་བོད་ཀྱི་སྐད་ཡིག་གི། བཀའ་ཡིག་གསན་ན་ད་མང་ཆེ་བ་སྟེ། ཡི་གེ་འདི་ད་ལྟ་བརྒྱ་ཆ་མང་པོ་ཆེ་ད་ཉམས་ཆག་ཧ་ལས་པའི་གལ་ཆེན་པོ་འགྲོ་ཡ་རེད་ད་སྐད་ཀྱི་ཐོག་ནས་ད་ཁ་ཚང་དེ་རིང་འདྲ་བོ་ཆ་མཚོན་པ་ཡིན་ན་ད་རྦད་དུ་ཁོ་ར་དགྲ་བགེགས་ཀྱི་ག་ས་ག་ལ་གང་བྱེད་པས། ད་སྲང་ལམ་ཡག་པོ་བཏང་པ་ཡིན་ན་ད་དངོས་གནས་གྲོ་ནས་ཀྱི་ད།

བརྙན་ལམ་ནས་གཟིགས་ངེས་དེ་མ་ཡིན་པར་དེབ་ཁང་ནས་ཡོང་ངེས་ད་རྗེས་སུ་ཡི་རང་བྱེད་ངེས་དང་རྒྱབ་སྐྱོར་བྱེད་ངེས་ད་ཧ་ལས་པའི་སྐད་མང་པོ་རེད་སྐད་ཆ་དྲང་པོ་བཤད་ན་དེ་ཡན་ད་ལོ་བཞི་ལྷག་ཚེ་ལྔ་ལོ་ངོ་ལྔ་ཙམ་གྱི་ད་འགྲོ་གྲོན་བྱས་ཡོད་རེད་བ་ད་དེ་གི་དེ་ཡན་ནང་ལོགས་ལ་ལོ་ལྔ་གི་དེ་ཡན་ནང་ཚུད་ལ་ད་བསམ་བློ་བཏང་པ་ཡིན་ན་ལོ་ཉི་ཤུ་རྩ་གྲངས་ལ་ནི

ད་དེ་ཙམ་མ་ཡིན་པར་དེ་ནས་ཡང་རང་ཉིད་ལ་ད་ཡིན་གཅིག་མིན་གཅིག་གི་དངོས་སུ་ད་དཔལ་འབྱོར་དང་སྒོར་མོ་དེ་འདྲི་གི་ཁེ་ཕན་མེད་པ་ཡིན་ན་ཡང་ཨ་ནི་གར་སོ་རེད་འགྲོ་སོང་དྭངས་གཙང་དྭངས་གཙང་དེ་འདྲི་གཅིག་གི་ཡང་སྐད་ཡིག་གི་ཐོག་ལ་ཞབས་ཞུ་དངོས་གནས་དོན་ལ་གནས་པ་དེ་འདྲི་ཞུ་ཡ་འདུག་བས་སམ་སང་ལ་མང་པོ་བཏང་མྱོང་ཡ་རེད་དྲང་པོ་བཤད་ན་དེ་རང་གི་ངོས་ནས་ད་དེ་དང་འབྲེལ་བའི་གི་ཐོག་ནས་དེ་དཔར་སྐྲུན་བྱེད་ཡ་ལ་སོགས་པ་ད་དེ་འདྲ་མང་པོ་བྱས་ཡིན་དེ་ནས་ད་ལྟའི་ནང་བཞིན་གྱི་ཡང་གཅིག་གི་གར་སོང། ཉིན་རེ་འདི་འདྲ་རོགས་པོ་བྱེད་དགོས་ས་དེ་འདྲ་ལ་ཡང་བྱས་ཡིན། དེ་བཞིན་འདི་ཚང་མ་ལ་ད་ནི་ས་གནས་བལ་ཡུལ་འགྲོ་བ་ཆེ་ཆ་མཚོན་པ་ཡིན་ན་ད་སྐད་ཡིག་གི་ཐོག་ནས་ཡང་ཁ་ཚང་དེ་རིང་གི་དབང་དུ་བཏང་པ་ཡིན་ན། སྤུ་གུ་ཆུང་ཆུང་མང་པོ་ཅིག་གིས་ནི་ཅིག་སྐད་དང་ད་གང་ཅིག་གི་ཐད་ནས་བལྟས་སུ་ད་གར་སོང་ཟེར་ཉམས་ཆག་རིམ་པ་བཞིན་དུ་འགྲོ་གི་ཡོད་རེད་བ་ད་འདི་ཡིན་འདི་ཚང་མ་ལ་ད་སོ་སོ་དེ་བདེན་ངེས་ཅིག་ཡིན་པའི་ངོས་ནས་རང་གི། ཁེ་ཕན་གཅིག་པུ་མ་ཡིན་པར་བ་སྐད་དང་ཡི་གེ་ལ་དངོས་གནས་ཕན་ཐོགས་ཡོང་རྒྱུར་འགྲོ་བ་ཆེ་ལ་སང་ལ་བཏང་ན་སློབ་གྲྭ་དེ་བཙུགས་པ་རེད་བཙུགས་པ་ཡིན་ཙང་བཙུགས་པ་དེ་ཁ་ཐུག་ལ་ད་ང་ཚོ་གི་མཛད་སྒོ་བྱེད་དུས་ཚང་མ་ལ་ཡང་ད་ཧ་ལས་པའི་མི་མང་པོ་ལས་རྒྱབ་སྐྱོར་ཧ་ལས་པའི་གི་ཆེན་པོ་རག་བྱུང་དེ་ཚོ་ཚང་མ་ཐུགས་རྗེ་ཆེ་ཟེར་ཞུ་ཡ་ཡིན་དེ་དང་མཉམ་དུ་ཨ་ནི་སོ་སོའི་སེམས་ནང་དུ་ད་ལྟ་མ་མཐའ་ཡང་ད་སྤུ་གུ་བཅུ་ཚུན་འགྲོ་རྒྱུ་རག་སོང་ན་ཨ་ནི་ད་དེ་ཡི་གཅིག་གི་ཁོང་ཆོས་པ་འདྲ་བོ་ཡག་པོ་ཅིག་བྱུང་པ་ཡིན་ན་ཡག་པོ་འདུག་བསམ་ན་ནི་དེ་དྲན་རེད་ད་ད་དཔལ་དུ་ཁོ་རབ་ཟླ་བ་དང་པོ་དེ་ནང་ལོགས་ལ་ང་ལ་དྲུག་གི་ཉི་ཤུ་རྩ་བདུན་ཚིག་ཅིག་ཡོད་རེད་དེ་ནས་ཟླ་བ་དེ་ལ་ཉིན་མ་རྟག་པ་རེ་ཞིག་ཅི་ག་མ་བྱས་པ་ཅིག་ལབ་ཁྲིད་བྱེད་དགོས་དངོས་གནས་དྲུག་ནི་ད་ཧ་ལས་པའི་ཉིན་ཉང་སོ་ར་ད་དེའི་རྗེས་ལ་ད་ང་ཚོས་བེ་རི་རྒྱལ་སའི་ཡོང་རོགས་བྱེད་ཟེར་ནས་དགེ་རྒན་ཟབ་སྦྱོང་གི་གདན་འདྲེན་བྱས་དེ་དེ་བྱས་དེ་ཚང་མ་ལ་ད་ང་དགེ་རྒན། ཀོ་པན་དགོན་པ་གི་ནང་ལོགས་ནས་ད་དགེ་རྒན་བོད་ཡིག་དགེ་རྒན་བློ་ཆེན་རིན་པོ་ཆེ་མཆོག་གི་དེ་ནས་སྤུ་གུ་ཆུང་ཆུང་ག་ལ་ལོ་ལྔ་དྲུག་དྲུག་ལྡན་གི་ཉམས་མྱོང་ཡོད་འདུག་དེ་འདྲའི་ཨ་ནེ་གཉིས་ཀྱི་དེ་གྲོགས་པོ་བྱས་ཡོད་རུང་དེ་བྱས་རྗེས་དེ་ནས་ང་རང་གི་ཁྲིད་ཡོད་རེད་དེ་འདྲས་བྱས་རྗེས་དེ་ནས་ད་དེའི་རྗེས་ལ་ངས་གི་དགེ་རྒན་གི་ས་བདག་ཅིག་སྤེལ་ཡོད་རེད་སྤེལ་ཡོད་རེད་ད་ང་ལ་བུད་མེད་ཀྱི་ད་བོད་ཡིག་དགེ་རྒན་ཅིག་དགོས་འདུག་ཟེར་ནས་ངས་ས་བདག་སྤེལ་ཡོད་རེད་ས་བདག་སྤེལ་དེ་ཡང་ཅིག་ག་རེ་ཟུར་དགེ་རྒན་བྱེད་ཀྱིན་ཡིན་ལ་ངས

གླ་ཆ་ཡག་པོ་སྤྲད་པ་ཡིན་ན་ཡང་ཁོ་མི་དེ་གི་བསམ་བློ་གཏོང་སྟངས་དེ་ཚོ་དཔེ་ཆ་རང་དང་ལས་ཀ་རང་གཅིག་གི་ངོ་བོ་གཅིག་པོ་ལ་བསམ་བློ་བཏང་པ་ཡིན་ན་འགྲིག་གི་མི་འདུག་གལ་སྲིད་དྲང་པོ་བཤད་ན་དེ་ནས་ང་ལ་སྤུ་གི་དེ་འདྲའི་དམངས་པོ་བཏང་ངེས་དེ་ཚོ་གི་ཕ་མ་དེ་ཚོ་གི་ཡིད་ཆེས་ཀྱི་བརྒྱ་ཆ་བརྒྱ་ཐམ་པ་དག་ཁོ་གཅིག་གི་རིག་གནས་ཀྱི་ཐོག་ནས་ལས་ཀ་བྱེད་ངེས་ཀྱི་ཡིན་པའི་ཆ་ནས་ཨ་ནི་ཁོ་རང་ལ་ཅིག་ཉམས་མྱོང་གང་ལ་གང་འཚམ་ཞིག་ཡོད་པའི་གི་ཆ་ནས་ད་དེ་འདྲའི་བྱས་ནས་ཡིད་ཆེས་བྱས་ན་ང་གི་ཡོད་ཀྱི་རེད་བསམ་གྱི་འདུག་ད་སྤུ་གི་ཚང་མ་དེ་ལ་བཏང་ཡག་གི་རྒྱུ་མཚན་ཅོ་ར་གཅིག་དེ་ཡིན་གྱི་རེད་བསམ་གྱི་འདུག། དེ་འདྲ་ཡིན་དུས་ཚང་མ་ལ་ད། མིང། ད། བུ་མོ་ལྔ་སྤྲུལ་གྱི་ལྷན་བྱོས་དེའི་ནང་ལོགས་ན་ང་གཅིག་གམ་ད་འདོད་པ་ཚན་ཡོད་མ་རེད་རྒྱུ་མཚན་གཙོ་བོ་ག་རེ་རེད་ལ་དེ་ཚང་མ་ལ་ད་ཁོང་ཚོ། ང་ལ་ཆ་རྐྱེན་དང་པོ་དེ། ལག་ཆ་གི་ཐོག་ནས་སྤྱི་བཏང་ཆ་རྐྱེན་བསྟན་པ་ཡིན་ན་འགྲིག་གི་ཡོད་རེད་ད་ཡིན་ན་ཡང། གཙོ་བོ་དེ། བོད་མི་རིགས་ཀྱི་སྐད་དང་ཡི་གེ་གཉིས་ལ་ཤ་ཚ་ཡོད་ངེས། མང་ཐོས་ཀྱི་ཆ་རྐྱེན་ཁོ་རེ་དེ་རེད་ད། དེ་མེད་སོང་བ་ཡིན་ན་དེ་ནི་ཁྱོད་རང། དེའི་སྒང་ལ་སྤྲོ་སྣང་རྩ་བ་ཉིད་ནས་སླེབས་མ་སྤྲོ་སྣང་མ་སླེབས་ན། དེ་ནི་ཁྱོད་རང་གི་ལས་ཀ་བྱེད་འཇོག་དེ་གར་ལོག་ད་ཚོང་བརྒྱབ་འཇོག་འགྲོ་ད་ངས་ཁྱོད་རང་དགོང་མོ་ལྔ་བཅུ་དེ་ཕྱོགས་དེ་གས་རྒྱབ་ལ་ཨེ་ཙི་བཟོ་འགྲོ་ཅིག་ཆགས་འགྲོ། དེ་ཆགས་པ་ཡིན་ན། ད་འགྲིག་གི་ཡོད་མ་རེད་ག་རེ་བྱས་ནས་འགྲིག་གི་ཡོད་མ་རེད་ལ་དེ་ཚང་མ་ལ་སྤུ་གུ་མང་པོ་བྱས་ངའི་འགྲམ་ལ་བཏང་ཡ་དེ། དེ་ནི།

དེ་ད་གཟའ་སྤེན་པ་དང་ཉི་མ་གཉིས་འདི་བཅས་སྔ་དྲོ་གཟའ་སྤེན་པ་སྔ་དྲོ་ལ་འདི་ནས་ཁྱེད་ཚོ་བཅུ་བ་ནས་བཅུ་གཅིག་པ་བཅས་ཉིན་གུང་རྒྱབ་ཁྱེད་ཚོ་ཞི་བ་ནས་ལྔ་བ་བར་བཅས། དེ་ནས་གཟའ་ཉི་མ་ལ་ད་སྔ་དྲོ་ཁྱོད་ཚོའི་བཅུ་བ་ནས་བཅུ་གཅིག་པ་རང་འཇགས་བཅས་ཉིན་གུང་རྒྱབ་ཁྱོད་ཚོ་གསུམ་པ་ནས་ཞི་བ་བར། ཁྱོད་ཚོ་གསུམ་པ་ནས་ཞི་བ་བར་དེ་གཟའ་ཉི་མ་ལ་བཟོ་དགོས་ཡག་གི་རྒྱུ་མཚན་གཙོ་བོ་ག་རེད་ཟེར་ན་ང་ཚོའི་ཨ་ནེ་གཉིས་དེ་ཡང་དགོན་པ་ལ་དེ་འདྲ་བྱས་ཏེ་ཚང་མ་ལ་ཡང་ལས་ཀ་གཞན་པ་དེ་འདྲའི།

ཨ་ནི་བུད་མེད་དེ་འདྲ་ཡོད་པ་ཡིན་ན། དེའི་ནང་ནས་ངས་ད་ལྟ་གོང་དུ་ཞུས་པ་ན་བཞིན་ཆ་རྐྱེན་དང་པོ་དེ་ག་རེ་ཚང་དགོས་རེད་ཟེར་ཏེ་གཟིགས་མ་ལ་ང་ཚོས། བོད་ཀྱི་སྐད་དང་ཡི་གེ་གཉིས་པོ་དེ་ལ་རྒྱ་ཆེ་རྒྱ་དང་པོ་ལྷག་བསམ་དཀའ་ངེས་ཅི་ཡིན་དགོས་རེད་ད་དྲང་པོ་བཤད་ན། དེ་ཡིན་པ་ཡིན་ན་ཨ་ནི་དེའི་ཐོག་ནས་ད་སྤྲོ་བ་སླེབས་སྤྲོ་བ་སླེབས་པ་ཡིན་ན་སྤུ་གུ་དེ་ད་ག་རེ་སོང་སློབ་ཁྲིད་བྱེད་སྟངས་དང་བྱེད་སྟངས་ཀྱི་འཆར་གཞི་བགོ་སྟངས་དང་དེ་ཚོ་ཚང་མ། ཁྱོན་ནས་འདྲ་བོ་ཁུར་མ་རེད་ད་ང་ཚོ་མུ་མཐུད་དེ་ད། ཨ་ནེ་གཉིས་ཀྱིས་ང་རང་ཅེས་ད་དེ་འདྲ་བྱས་ཀྱང་ནི་དགེ་རྒན་བྱམས་པ་གྱིས་ཚེ་འདི་མི་ཞིག་ཆགས་ཡོད་ར་ད། དེ་འདྲ་བྱས་ཏེ་བསམ་ན་ང་ཚོས་ཀྱི་དཀའ་ལས་མང་པོ་ཅི་བརྒྱབ་ད་ནི་ད་ལྟ་བར་དུ་ཨ་ནེ་གཉིས་ཀ་གི་སྐྱབས་བཅོལ་ཧ་ད་པོ་ད་ནང་དུ་ནི་སྤུ་གུ་མང་པོ་གྱི་ལགས། ད་སྐད་ཆ་དྲང་པོ་བཤད་ན་བརྒྱ་ཆ་བརྒྱ་ཐམ་པ་ཅིག་འབྱོར་བ་བཏང་གི་ཡོད་པ་ད་ནི་ལྷག་པར་དུ་ཅིག་སེམས་ཤུགས་འགྲོ་ཧ་ལས་པའི་ཁྱིམ་མ་ཕར་སོང་ཟེར་ཡ་དེ།

རིས་བྱས་པ་ཐམས་ཅད་ལྟ་ཀློག་བྱས་དེ་ནས་ལྷ་བཟླས། ལྷ་བཟླས་དེ་ཚོ་ལ་ནི་ང་ཚོས་གི་ད་ངེད་ཀྱི་མི་ཡིན་འདྲ་བ་བྱས་ནས་ལྟ་ཀློག། ཉུང་མཐའ་ལ་ལོ་ལྔ་མང་མཐའ་ལ་ལོ་བཅུ་ད་དེ་འདྲའི་ཅིག་གི་ནང་ལོགས་ནས་ནི་བོད་སྐད་ཡིག་གི་ལྷ་བཟླས་ཀྱི་སྒྲིག་ཕྱོགས་བྱེད་ཐུབ་ན་བསམ་ན་བསམ་གྱི་ཡོད་དེ་ནས་ད་བོད་ནང་ལོགས་ལ་ལྷབ་བདེ་རྩོམ་སྒྲིག་བྱེད་བཞག་པ་སྔན་མ་ང་ཚོའི་ལོ་ཆུང་ག་དུ་ལ་ཡིན་པ་ཡིན་ན་སྐད་ཡིག་ཟེར་ཡ་ཅིག་ཡོད་རོ། དེ་ལ་ལྗོངས་གཞིས་ལྔ་ཡི་མཉམ་སྒྲིག་ལྷབ་གཞིས་ལྷབ་བདེ་ཟེར་ཡག་གི་ལྷབ་བདེ་ཅོག་ད་དེ་ཚོ་ཚང་མ་འཇུ་བ་སྟངས་ཀྱི་རྦད་དུ་ཁོ་རུ་ད་ལྟ་ས་སྟོན་ས་མེད་པ་བཟོས་ཚར། དེ་ན་ང་ཤི་རྗེས་ནས་མང་པོ་ཅིག་གི་ལྷབ་བདེ་དེ་ཁེ་ཤུ་ལ་ཡོད་ད་ངས་དེ་ལྷབ་བདེ་དེ་བཙོང་མ་ད། རྒྱལ་མཚན་ག་རེ་ལ་ན་དེའི་ནང་གི་ལྷོ་སོ་ཡོངས་རྫོགས་ཚང་མ་འཇུ་བ་བཏང་ཚར་དེ་ལ་ན་གོ་འུ་ད། དེ་འདྲ་རེད་ད་དེ་དེ་ཚོ།

ལྷབ་ཁྲིད་བྱེད་ས་གི་སྙིང་རྗེ་བ་རེད་ད། ཆ་དངུལ་ཆེན་པོ་བྱས་ཆ་དངུལ་ཆེན་པོ་བྱས་ནང་ལོག་ལ་ཡི་གེ་ལག་པ་རང་གི་བྲིས་ཆོད་པ་བྱས། དེ་ནས་ད་ང་ལ་ཅག་ལ་ཞེན་པ་དེ་འདྲས་ཡང་ལྟད་མོ་གི་ཐོག་ནས་ད་བོད་སྐད་ལྟད་མོ་དཔེ་མང་པོ་དེ་འདྲས་ད་ང་ཚོ་དཔེ་འདྲ་ཕུ་ལ་རན་མཐེབ་སྡེར་དེ་འདྲས་ནང་ལོག་ལ་བླུགས་བྱས་པ་དེ་འདྲས་ཡང་ཟླ་བ་ཁ་ཤས་ཀྱི་རྗེས་ལ་དཔེ་མང་པོ་འཇོག་ཡོད་རེད་ལྷ་ས་སྐད་ཀྱི་ཐོག་ནས་དེ་འདྲས་ཀྱི་ཐོག་ནས་བསྟན་ཡ་འདྲ་བ་དང་དེ་འདྲས་འཛིན་གྲྭ་རིམ་པས་བྱས་ནས་བགོ་བཤའ་བཏང་ཡ་ག་ལི་ག་ལི་བྱས་ཏེ།

དེ་འབྲེལ་གྱི་ར་གསུངས་པ་ཡིན་ན་ཡང། སྤུ་གུ་དེ་ཚོའི་ཡི་གེ་ལྷོད་པ་ཙམ་དུ་མ་ཟད། ཡང་གཟའ་སྤེན་པ་ཉི་མ་མཉམ་འདུ་དུས་ཚོད་ནི་བྱེད་དགོས་ཀ། དེ་འབྲེལ་བྱས་དུས་ཚང་མ་ལ་ནི་འཛིན་ཁང་ནང་ལོགས་ནས། ད་གར་སོར་བརྙན་འཕྲིན་དེའི་རྒྱབ་ལ་བཞག་ནས། ཨ་ནི་ཀ་ཁ་ག་ང་ནི་ཅེས་དེ། གར་སོར་ད་ང་ཚོ། བོད་ཡིག་གི་རྨང་གཞི་ཆ་ཚང་གི་བརྙན་ཕབ་བྱས་ན་ནི། ངོ་དེབ་དང། དེ་ནས Instagram དང་དེ་ཚོ་ཚང་མའི་ནང་ལོགས་ལ་བཞག་པ་ཡིན་ན། ཁྲིག་སྤྲོ་ལ་ཡ་ཅི་ད་ལྟ་དེ་ཚོ་ཚང་མའི་ནང་ལ་བཞག་པ་ཡིན་ན། མི་མང་པོ་འདི་ལ་རྒྱ་ཆ་རྒྱ་ཕན་ཐོག་ཡོད་ས་རེད་བསམ་གི་འདུག་ད་དེ་སྔས་མ་ཡིན་ན་ང་ཚོ་གཅིག་གི་མཁས་མི་མཁས་ཀྱི་སྐད་ཆ་འདྲ་བསམ་བློ་བཏང་ད་དེ་ང་ཚོ་གང་ཡང་ལྷག་མི་འདུག་ད་ཅིག་ག་ད་ཅིག་མཁས་པ་ཡིན་མིན་འདྲ་བ་འབྲེལ་བ་མི་འདུག་དངོས་གནས་མི་འདུག་ད་ངོ་མ་སྤྱི་ཚོགས་ནང་ན་མ་འཛིན་ནས་ལས་ཀ་བྱོས་ཁ་ཡོད་ལག་ཡོད་དངུལ་ཡོད་ད། དངོས་ཡོད་སྤྱོད་ཚུལ་དང་ཕན་ཐོགས་ཡོད་འཇོག་བྱེད་ཐུབ་པ་ཡིན་ན་ད་ལྟའི་ཡག་འདུག་མ་གཏོགས་སྤྱི་པའི་ང་ཚོ་གཅིག་མཁས་པ་ཡིན་མ་ཡིན་གཅིག་ད་ལྟའི་སྐབས་སུ་ལག་ཁྱེར་ཆེན་པོ་ཡོད་མེད་ད་འདྲ་གི་འབྲེལ་བ་མི་འདུག་ད་གཙོ་བོ་གཙོ་གལ་ཆེ་ཤོས་ནང་ཆེ་ཤོས་ནི་ལྷག་བསམ་དང་ཉམས་མྱོང་གཉིས་པོ་དེ་འདྲ་ཞིག་རག་འདོད་ཡོད་པ་ཡིན་ན་དེ་ནི་སྨོན་འདུན་གྱིས་ང་ཚོ་ལས་ཀ་དེ་མཇུག་སྐྱོང་ཐུབ་ཐུབ་དེ་ཅིག་བྱ། དེ་འདྲ་གི་ད་ལྟའི་གི་ཕ་ཆེ་རོ་པོ་ཤ་ཀ་ཚེ་ར་ཚ་བ་འདྲ་བོ་ཅི་ཡིན་ད་ག་ལི་ག་ལི་ང་དེ་ད་འདའ་གར་སོར་ད་དེ་བཀྲིས་བི་འདྲ་བོ་དེ། བརྙན་འཕྲིན་དེ་ནས་བཀོལ་སྤྱོད་བྱེད་ཡ་ཡིན་ད་རྗེས་མ་ཁྱེད་རྣམ་པ་ཚོས་གི་མཐོང་གི་དེ་དེ་རི་དགོན་ད་ངས་དེ་འདྲི་བྱེད་ཀྱི་ཡ་ནི། སྤྱི་སྟངས་གི་ལྷོད་ལྷོད་འདྲ་བོ་བྱེད་ནས་བརྙན་ཐུང་བྱེད་སོད་བྱ་ན་བསམ།

ཡིན་ན་ཡང། ལས་ཀ་དེ་ང་ལ་འོས་ཤིང་འཚམས་པ་ཡིན་པ་ངས་དེ་ལས་ཀ་དེ་བྱེད་ཐུབ་ཡོད་པ་བརྒྱ་ཆ་བརྒྱ་ཐམ་པ་ང་རང་ལ་གདེང་ཚོད་དང་སྤོབས་པ་དང་ཡིད་ཆེས་ཡོད་ཟེར་ཞེས་པ་དེ་ཡིན་རང། དེ་ཙམ་གྱིས་མ་ཡིན་པ་དང་དེ་འབྲེལ་གྱི་ལས་ཀ་བྱེད་ཡག་གི་ཤེས་ཚད་དང་ཉམས་མྱོང་ཇི་ལྟ་ང་ལ་ཡང་ཡོད། ཡང་ན་མ་འོངས་པར་ཁྱེད་རྣམ་པ་ཚོས་གི་ཡང་སྤུ་གི་བཀའ་དྲིན་ཡིན་པས་ན་ད་ཐ་ན་དེ་འདྲ་གྱིས་མ་གཏོགས་མ་གཏོགས་ན་འདྲི་རེ་ད་ཁོ་ཚོད་ལྟ་བྱས་ན་ཁོ་ག་འདྲས་སུ་སླེབས་གི་འདུག་རོ་སྤུ་གུ་ལ་གཅིག་ཆད་པ་འགྲོ་གི་འགྲོ་གི་འདུག་བས་སང་ལོ་ཏང་ཤོག་གི་དེ་ན་ད་སྤྱི་བཏང་གི་སྤུ་གུ་ལ་སློབ་གསོ་སྤྲད་དེ་ཚང་མ་ལ་ཡི་གེ་གཅིག་པོ་ཁོ་རང་ཀླད་པ་ནང་ལ་མ་བརྫངས་ཡག་གི་སྐད་ཆ་མ་ཡིན་པ་ཅིག་སྐད་ཆ་བཤད་སྟོང་དང་ད་གང་གཅིག་གི་ཐད་ནས་ཅིག་བཟོ་བཅོས་བཏང་ཡག་གི་བསམ་ལ་ད་ཐ་ན་བོད་སྐད་ཡག་པོ་ཅིག་མ་ཤེས་པ་ཡིན་ན་ང་ཚོས་དེ་རིང་གང་བ་འགྲོ་ཡིན་གང་རེད་ཟེར་ཡིན་ད་དེ་འདྲའི་གཅིག་བྱས་ནས་གཅིག་བགྲོ་གླེང་བྱས་ན་ག་ལི་ག་ལི་ཡར་རྒྱས་ཡོང་དགོས་ཡག་གི་དེ་འདྲའི་ཡོང་འཇོག་ཡང་སྤུ་གི་མང་པོ་ཡོད་སྐད་ཆ་དྲང་པོ་བཤད་ན་སྔ་མ་སྔ་མ་ང་རང་གི་ད་སྤུ་གི་གཅིག་གཉིས་ལབ་བསྡད་འཇུག་དེ་ཚོ་ད་ད་འདས་ཀྱི་ཕལ་ཆེར་གྲོང་འདེབས་ལོ་ཡག་ལ་ཉག་ཙམ་མིན་གི་དེ་འདྲའི་དེ་འདྲའི་ཡང་གསོ་སྐྱོང་བྱས་ཡོད་སྐད་ཆ་དྲང་པོ་བཤད་ན་རེད་བ་དེ་རེད་དེ་ནས་ལྟ་སྒོམ་པ་ཁ་ཞན་པ་དང་དེ་འདྲ་གི་ནང་ལོགས་ལ་འདས་པའི་གི་དུས་ཚོད་ནང་ལོགས་ལ་ཡང་ནས་དགེ་རྒན་ལོ་གཅིག་བྱས་ས་ལོ་གསུམ་བྱས་ས་ཟླ་བ་ལྔ་དྲུག་དང་བླང་གི་ཐོག་ནས་ཞབས་ཞུ་བྱས་ནས་བྱས་ས་བོད་ཡིག་གི་ཐོག་ལ་དགེ་རྒན་བྱས་མྱོང་དེ་འདྲའི་ཅི་ལ་བརྟེན་ནས་ད་ཕྲུ་གུ་ལ་སྐད་ཡིག་གི་རྨང་གཞི་གི་ལྷ་བས་ད་ཧ་ལས་པའི་མཁས་པ་ཆེན་པོ་དང་དེ་འདྲ་ཅུང་གང་ཡང་མེད་ན་ཡང། ཀྱི་སྟོང་གི་སྤུ་གུ་ལྷབ་ཁྲིད་བྱེད་ཨ། དེ་འདྲི་གུ་སྐོར་ལ་རྒྱ་ཆེ་རྒྱ་ཐོམ་པོ་ཆེ་རྣམ་པ་ཚོས་གུ། གར་ཟུར་ཡིད་ཆེས་བྱེད་ནུ་ཆོ་ཟེར་ཡ་དེ་ངས་དེ་རིང་གསལ་བཤད་དེ་བྱེད་ཡ་ཡིན་རོ། དེ་ནས་དེ་དང་འདྲི་བའི་གུ་ཐོག་ནས་ངས་ང་རང་གི་ལས་ཀ་ད་འདི་པ་ད་ལ་ཀ་བྱེད་དེ།

འདི་ལ་ངས་ང་རང་གི་ལས་ཀ་བྱེད་བདེ་འཇོག་དུ་བཅུག་འདི་ནས་དཔང་རྟགས་ཁ་ཤས་ཀྱིས་ཁེལ་ཡོད་རེད་ད་འདི་འདྲ་བོ་ཡིན་ན་འདི་ད་ཡང་ངས་ང་མཁས་པ་ཡིན་འདྲ་བོ་དང་དེ་འདྲའི་སྐད་ཆ་ཞིག་ལབ་ཡོད་མ་རེད་ད་ལྟ་སྤུ་གུ་དེ་ཚོ་ལ་ཡི་གེ་ལབ་དུས་ཙམ་མ་ལགས་ཕ་མ་ཁ་ཅིག་ཅིག་ཕ་ཅིག་ངེད་ཀྱི

གཉིས་སྙན་ངག་གི་དེབ་གསུམ་པ་དེ་རེད་ང་རང་གི་རྩོམ་བྲིས་བྱས་པ་དེ་འདྲ་རེད་དེ་འདྲ་བོ་ཡིན་པ་ཡིན་ན་ཨ་ནི་ཉིས་སྟོང་ཕར་ཆེར་ཉིས་སྟོང་བཅུ་གཉིས་ལོར་བྲིས་པའི་གི་དེ་ནི་ང་རང་གི་བྲིས་དེབ་དེ་རེད་རྩོམ་བྲིས་ཀྱི་རེད་དེ་ནི་འདི་འདྲ་བོ་ཡིན་ན་ངས་ཐོག་དང་པོ་བྲིས་འཇུག་གི་ཉིས་སྟོང་བཅུ་གི་ལོ་ལ་བྲིས་འཇུག་དེ་འདྲ་རེད་དེ་ནས

དེ་དག་ཨ་ཙི་དགའ་ཤོག་ཙམ་ཞིག་དང། དགོང་མོ་བཟོ་ཡག་གི་ཆེད་དུ་བཙུད་པ་ཙམ་མ་ཡིན་པར་རང་ལ་དངོས་གནས་དྲུང་ནས་གི་ད་དེ་འདྲའི་ཆི་ཁ་ཉམས་མྱོང་ཡོད་ཟེར་ཡག་གི་གསལ་བཤད་རང་དེ་ཡིན་མ་གཏོགས་སི་ཁྲི་བོད་ཀྱི་གཞན་པ་མིས་གསལ་མཁན་མེད། དེ་ཚོ་ཡིན་པ་ཡིན་ན་འདི་ང་རང་གི་རྩོམ་སྒྲིག་བྱེད་འཇོག་དེབ་དང་པོ་དེ་རེད། དེའི་དེབ་དེ་དག་མི་གཞན་པ་གི་རྩོམ་དེ་ཚོ་ཞི་བདག་བྱས་ནས་ཕྱོགས་སྒྲིག་བྱེད་འཇོག་འདི་ཇི་ལྟར་འདི་འདྲའི་ཅི་གི་ནི་ལོ་ལྔ་ལ་ང་རང་མི་སྒེར་གི་ནི་རྩོམ་སྒྲིག་བྱེད་བཞག་པ།

ཁྱེད་རྣམ་པ་ཚོས་རྗེས་མ་ཡང་བོད་ཀྱི་སྐད་ཡིག་གི་ཐོག་ལ་ཅིག་སྦྱང་བརྩོན་བྱེད་ཁག་ཐུག་གི་ཐང་གཏང་གི་ཡོད་པ་ཡིན་ན་ཨ་ནི་བརྒྱ་ཆའི་བརྒྱ་ཐམ་པ་ཨ་ནི་སེམས་ཁྲལ་བྱེད་མི་དགོས་ཟེར་ནས་ཞུ་ཡ་དེ་ཡིན། དེ་ནས་ད་དེ་རིང་གི་བརྙན་ཐུང་དེ་ཨ་ནི་གནས་སྐབས་དེ་འདྲ་འགྲོ་བ་བྱུང་གི་ཐོག་ནས་བྱ་ཡ་ཡིན་རེད་བ་ད་འདི་ངའི།